དེ་ག་ནང་བཞིན་གྱི་ད་ཁོ་དྲུག་ཉིན་གཅིག་གི་ནང་ལ་ཡང་ཚ་ཉིན་ཚོར་བཏང། ཧོལ་ཆགས་ཆགས་ན་ནམ་ཕྱིན་ཅི་ཚ་ཉིན་ནི་ད་ཟིག་བཏང་ན། འདི་ཁོ་རང་གི་ད་ཧོལ་ཆགས་དེ་ཁྱེད་རང་གི་ཉིན་གཅིག་དེའི་ནང་ལ་ཡིག་ཆ་ནང་འདྲེན་ཞུས་པའི་ནང་ནས་ད་ནམ་ཕྱིན་ཅི་ཚ་ཉིན་ནི་གཅིག་གཅིག་གཅིག་ཟིན་ད་ཁོ་རང་ག་ཚོད་ཡོད་ན་ད་བརྒྱ་ཡོད་ན་ཉིས་བརྒྱ་ཡོད་ན་ཚང་མ་མ་འདྲ་བའི་རིགས་ཚང་མ་ཚོར་འགུལ་ཐུབ་དགོས་རེད། ཨ་ནི་ཁོ་དྲུག་ཉིན་གཅིག་ནང་ལ་ལོངས་ཚིགས་ཚོར་བཏང་དུས་ན་ད་ག་རང་ཡང་ལོངས་ཚིགས།

ཚོར་ཐབས་བཙལ་དགོས་ན་ར། དེ་ཚང་མ་འདི་ནང་མ་རེད་ཡོད་ནི་རེད་འདི་ཚང་མ་སློབ་ཚན་དཀར་ཆག་རེད་འདི་རེ་རེ་སྟོང་མནན་པ་ཡིན་ན་ད་ཁྱེད་རང་ང་དེ་སློབ་ཚན་རེ་རེ་གི་ངོ་སྤྲོད་བགྱི་བ་དེ་དེ་ནང་འགྲོ་དགོས། མ་ལེ་འདི་དཔེ་ཆ་ཆེན་པོ་ཞིག་རེད་ད། འདི་དཔེ་ཆ་ཧ་ལས་པ་ཡོད་ནི་རེད། དེ་ནང་ལོགས་ལ་ཐ་སྙད་ཟེར་ཡ་དང་མཚན་ཉིད་ཟེར་ཡ་དང་ལུང་ཚིག་ཟེར་ཡ་དང་དེ་གི་ཚང་མ་སློབ་ཚན་ཐུག་གི་འདུག་ཨ། རེད།

word། ཡིག་སྐྱོང། དེ་འདྲ་གི་རིགས་ནང་སེ་ར་བསྒྱུར་དགོས་ཀྱི་ཡོད་ན། ཨ་ནི་བསྒྱུར་བྱེད་ཧ་ལས་པའི་གི་སྟབས་བདེ་མོ་དང་བེད་སྤྱོད་ཆེན་པོ། དེ་ནི་མགྱོགས་པོ། ཡོད་ས་དེ་འདྲ་གི་བརྙན་གྱི་པའི་གར་ཆེན་པོ་ཟེར་རེད་ད་དེ་ངོ་སྤྲོད་བགྱི་བ་དེ་ཁོ་རང་སློབ་ཚན་ཁོ་རང་རང་གི་འདི་ནང་མ་ར། ཚང་མ་བརྙན་གི་བརྙན་འདི་ནང་འདྲ་གི་རིགས་གི་ལམ་ནས་ད་ངོ་སྤྲོད་འདྲ་བགྱི་ཡོད་ནི་རེད། ལེ་སེ། འོ་དེ་འདྲ་བགྱི་རེད། ལེ་སེ་ཐུགས་ཆེ་གནང། ཐུགས་རྗེ་ཆེ་གོ་དྲན་ཆེ།